ཨ་ནི་འདིའི་མཆོད་རྟེན་ནེམ་ཡོང་དུ་ཚར་མ་ལ། འདིའི་སྔོན་ལ་ཡར་ཤོག་གུ། འདིའི་གཙོ་ཤོག་བིས་བྱིན་པ་དེ་གཅིག་གཉིས་གཉིས་ལེན་ཚར་སོང་ཨ། དེ་ལེན་ཚར་བ་ཅིག་ད་ང་ཚོའི་འདིའི་ནང་ལོགས་ཡར་ལི་ཚན་གྱི་རྣམ་པ་ཅིག་འདུག་དེ་དང་འདྲེས་པའི་སྒོ་ནས་དཀར་ཆག་ལེན་ཡོང་དུ་ཚར་མ་ལ་ག་འདྲས་སུ་ལེན་དགོས་རེད་ལབ་བས་ན་འདི་ལ་པད་མིན་ལ་ནི་ཅིག་འདུག་དེའི་ནང་ལ་ཕྱིན་རྗེས་ཨ་ནི་འདི་གི་དམུ་ལུག་ནང་ནོར་འགྲོ།

བགྲང་བྱའི་དང་པོ་དེ་འབྲི་ཁུག་ཡོད། དེ་དང་མཉམ་དུ། བགྲང་བྱའི་གཉིས་པ་དེའང་འབྲི་ཁུག་ཡོད། ད་གཉིས་འགྲིག་ཚར་སོང་ཨ། ནི་དེ་ལ་ཡང། རྩ་བའི་ཟབ་ཆོས་དང་ཡན་ལག་གི་ཟབ་ཆོས་གཉིས་བྱས། ད་དེ་གཉིས་འགྲིག་ཡོང་དུས་ཚང་མ་ལ། རྩ་བའི་ཟབ་ཆོས་དེ་གི་ཡིག་ཚུལ་དང།

དེ་གཉིས་མཉམ་དུ་གནས་མོད་དུས་ང་ཚོས་དཀར་ཆག་དེ་འདི་ལ་ཡང་ལས་བྱ་གི་འདུག་ད་དེའི་ལས་བྱ་དུས་ཚང་མ་ལ་དཀར་ཆག་གི་འདི་གི་ཡིག་གཟུགས་ཀྱི་ཆེད་སྦྱོང་བྱོས་ར་དེའི་ལེའུ་དང་དེའི་ལེའུ་དང་པོ་གྲངས་བཅད་དང་པོ་ཅིག་འདུག་དེའི་གྲངས་བཅད་དང་པོ་དེ་གི་ཡིག་གཟུགས་ཀྱི་ཆེད་སྦྱོང་དང་དེ་ཚོ་དེ་དང་གཅིག་པ་ཅིག་ཨ་ནི་ལེའུ་དང་པོ་དང་དེ་གི་ཡན་ལག་གི་ཟབ་བྱེད་ཅིག་འདུག་ཡན་ལག་གི་ཟབ་བྱེད་དང་དེ་ཚོ་འདི་གི་ཡིག་གཟུགས་ཀྱི་ཆེད་སྦྱོང་བྱོས་ར་འོ་དེ་དང་གཅིག་པ

ཡིག་གཟུགས་ཀྱི་ར་སི་ཀང་ལའི་སྟོན་མོ་སྒོ་ཚི་ར། དེའི་ནང་ལོགས་ནི་ཡིག་གཟུགས་དེའི་མོ་ལ་གཉིས་པ་དེ་ཀྱི་ཆེ་ཆུང་དེ། བཅུ་དྲུག་འདེམས་བྱེད། ཨ་ནི། འདི་ལ་ཡ། པའོ་ཀྲི་ཧྥུ་ལ་ནི་ཅི་དོ་འདི། ཨོ་དེའི་ནང་ལོགས་ནི། འདིའི་མགོ་དོ་བ་ཅི་ལ་ཅིག་བཞག། ཨ་ནི། དེའི་ནང་ལོགས་ལ་ཡ། ང་ཚོ་དབྱིན་ཇིའི་གི་ཚགས་ཆེ་བ་ར།

ཡིག་གཟུགས་དེ་བཅུ་དྲུག་མ་ཕྱི་མ་དགོས། དེའི་རྒྱུ་བ་དང་བ་ཅི། ད་འདིའི་རྒྱུ་བ་དང་ཚ་བའི་ཇི་ལ་ཡ། འདིའི་ནང་ལོག་འགྲོ། མུ་ལུག་ནང་ལོག་འགྲོ། ད་ལྟ་འདིའི་ཇི་བ་ར། དེའི་གི་ཡིག་གཟུགས་དེ་དང་བ་དེ་ཡིན། འདིའི་གི་ཡིག་གཟུགས་དེ་འདི་ཡིན།

དེས་ང་ཚོ་ཤཱ་རི་ཡ་དེ་དེའི་ནང་ལ་འགྲོ། ཨ་ནི་འདི་ལ་ཡ། ཀི་མདོ་ཤོན་ཤང་ལ་ནི་ཅི་འདོ་ཨོ་འདིའི་ནང་ལ་འགྲོ་དགོས་ཡོད། ད་དེའི་ནང་ལ་ནི། ད་ད་འདི་ལ་ཡ། ཐེའུ་མུའུ། ཡུའི་ཡེ་མ་ཅན་ལ་འདོ། དེའི་ག་རེ་ལ་ན་འདི་དང། འདི་གི་ཨང་གྲངས་བཅོ་ཡོད་ར་ཁོ་གཉིས་ཀྱི་པ་ར་ལས་ལ། ག་རེ་བཞག་དགོས་ཀྱི་ཡོད་མེད་ལ་ཅི་འདོ་ཨོ་དེའི་བཞག་གི་ཡོད་རེད་ད་དེས་ང་ཚོ་འདི་བྲིས་ཅི་འདོ་བྲིས་ཏེ་ཕ་སོབ་ཅིག།